ནས་ག་རེ་ཡོང་གི་ཡོད་མེད་ཅིག་མི་འདྲ་ཡང་དེ་གི་ད་ལྟའི་གི་ཚིག་གཅིག་ནས་ཨ་ནི་ག་ཚོད་ཡོད་མེད་དེ་གི་དེ་ཚད་ཡོང་གི་རེད། ད་བོད་ཡིག་ནང་ཆ་བྱ་བ་ཡིན་ན་ད་ལྟ་གི་བྲིས་པ་དང་ད་ལྟ་གི་སྐར་མ་དེ་གཉིས་འདྲ་པོ་འདྲ་བོ་རེད་འདུག་རེད། ད་ང་ཚོ་གི་ས་ག་ད་ག་བྲིས་དེ་ནི་བྲིས་རྟགས་དེ་བྱ་འམ་ན་ས་ག་ད་ག་བྲིས་དེ་ནི་སྐར་མ་གི་རྟགས་དེ་བྱ་བ་ཡིན་ན་ཁོ་གི་ག་རེ་ཚད་ཡོང་གི་རེད་ན་ས་ག་ད་ག་དང་བྲལ་བ་ཡི་ཡོད་གི་ཚིག་ཚང་མ་ཚད་ཡོང་གི་རེད། ཚིག་ཚང་མ་ཚད་ཡོང་དེ་དམ་པ་ག་རེ་ཁྱད་པར་ཡོད་རེད་ཟེར་ན། རྒྱབ་ལོག་གི་དེ་མ་གཞི་ཚད་ཀྱི་མི་འདུག་རྗེས་འཇུག་དང་ཡང་འཇུག་མ་གཞི་ཚད་ཀྱི་མི་འདུག། ཐུ་ནོ་ཆོག་སེ། ཏ་ས་ཀ་ཏི་ག་ལ་ཡའི་སྟེགས་ཀྱི་སྔོན་ལ། སྐར་མ་དེ་ཤར་རྗེས་ལ་སྐར་མ་ཤར་བ་ཡིན་ན། ནི་ས་ཀ་ཏི་ག་གི་སྔོན་འཇུག་ཡོད་རྒྱུའི་ཚད་ཡོང་གི་འདུག་ད་མཐའ་མ་དེའི་ནང་ལྟར་ན། དེ་ལ་སྔོན་འཇུག་ཡོད་རྒྱུ་བྱས་འདུག་དེ་ལ་སྔོན་འཇུག་ཡོད་རྒྱུ་བྱས་འདུག་དེ་ལ་སྔོན་འཇུག་ཡོད་རྒྱུ་བྱས་མཐའ་མ་དེ་ལ་སྔོན་འཇུག་ཡོད་རྒྱུ་བྱས་འདུག་འོ་ད་ང་ཚོ་གི་འདི་གི་རྩལ་ཐུབ་དེ་ནི། ཅིག་ལྟ་དགོས་ར་ག་འདྲ་སུ་སྤྲོད་དགོས་འདུག།

དེ་ནས་པའོ་སཱ་གཱ་ཏི་གཱ་ནི་རྒོད་མ་བསྒོམས་དེ་ནས་པའོ་སཱ་གཱ་ཏི་གཱ་ཏི་ར་གི་དྲི་ཀ་སི་ཡི་དྲི། ཧོ་འདུ་སི་ཆི་ཆི་ནི་ནི་དང་དེ་ཀའི་ཚེ་དང་དེའི་ཁར་ལ་བུར་ནི་ཚིག་དག་རང་བྱས་དེ་དང་འདྲ་བོ་དེ་དང་དག་དེ་དང་འདྲ་བོའམ་དེ་དང་བྲལ་བ་ཡོད་ཀྱི་སོ་སོ་གའི་ཚེ་གོ་གི་ཡོད་ན་སྔོན་འཇིག་དང་བཅས་རྒྱུ་ཡོད་རྒྱུ་གི་ཚིག་ཚེ་གོ་ཡོད་ན་འདི་འདུ་སི་ཚེ་དང་འདྲ་བོ་འདི་འདྲ་ཅི་ཡོད་རེད་ཅེས་ཞུ་བ་ཡིན་ཐུགས་རྗེ་ཆེ།